ད་ངས་གོ་བདེ་བོ་རེ་བཤད་པ་ཡིན་ན། སངས་རྒྱས་དཀོན་མཆོག་གི་རྒྱབ་དང་གཅིག། དེ་ནས་ཆོས་དཀོན་མཆོག་གི་རྒྱབ་དང་གཅིག། དེ་ནས་དགེ་འདུན་དཀོན་མཆོག་གི་རྒྱབ་དང་གཅིག་བྱས་ནས་རིམ་པ་གསུམ་ཡོང་གི་རེད་བ། ད་སྤྱི་བཏང་ནས་ད་སངས་རྒྱས་དཀོན་མཆོག་གི་རྒྱབ་དང་དེ་ལ་ངས་བལྟས་ན་ད་རིགས་གཉིས་ཡོང་གི་ཡོད་བསམ་གི། ད། དང་པོ་ངས་དཔེ་དགག་ནས་བཤད་ན་སྤྱི་ཡོངས་ཀྱི་གོ་བདེ་ཡོད་རེད་བ། ངས་འདི་རྩིས་རྒྱག་གི་ཡོད། སངས་རྒྱས་དཀོན་མཆོག་གིས་འགྲོ་བ་རིགས་དྲུག་གི་སེམས་ཅན་སྐྱོབ་སྟངས་དེ་དང། སྨན་པས་གིས་ནད་པ་སྐྱོབ་སྟངས་གཉིས་དེ་འདྲ་པོ་འདྲ་པོ་རེད་ཟེར་གི་ཡོད་རེད་བ། དཔེར་ན་འགྲོགས་སྐྲོར་བཅས་ཀྱིས་སོ་སོའི་ནད་པ་སྐྱབས་དགོས་རེད་བ། དེ་སྐྱབས་སྟངས་ཇི་ཡོད་རེད་བ། བྱས་ཙང་ད། འགྲོགས་སྐྲོར། ཨམ་ཅི་ལགས་བཅས་ཀྱིས་སྨན་པ་བཅས་ཀྱིས། ཨ་ནི་ནད་པ་གཅིག་སྐྱབས་ཀྱི་ཡིན་པ་ཡིན་ན་ག་འདྲས་སུ་སྐྱབས་ཀྱི་རེད་ལགས་ན། ཨ་ནི་སྨན་པ་དེ་ཡིས་ནད་པ་དེ་ཀྱི་ནད་དང་ཆ་ཚང་ཅིག་ན་ཚ་ཆ་ཚང་ཅིག་ཤེས་པ་བྱས་རེད་བ། ནད་དང་དེ་ཤེས་པའི་ཐོག་ནས་ན་ཚ་དེ་དང་དེ་ལ་དཔག་པའི་སྨན་དེ་འདྲས་ཅིག་ཡོད་རེད་ཟེར་ངོ་སྤྲོད་རེད་བ། སྨན་ངོ་སྤྲོད་བྱས་རེད་བ། སྨན་དེ་ངོ་སྤྲོད་ནས་ཨ་ནི་ནད་པ་དེ་ལ་ཡ་ཨ་ནི། སྨན་དེ་འདྲས་ཅིག་ཁྱེད་རང་གིས་ཟ་བ་ཡིན་ན་ཡག་པོ་ཡོད་རེད་ལབ། དེ་ལབ་ནས་ཨ་ནེ་ནད་པ་དེ་གི་སྨན་བཟའ་བ་ཡིན་ན། ད་ཞུ་གུ་ན་ཚ་དྲག་ཡོང་དུས་ཨ་ནེ་པ་དེ་ག་ལ་རེད་ཨམ་ཆི་ང་སྐྱབས་སོང་ལ་གི་རུ་བ། དེ་ནང་བཞིན་བྱས་ནས། སང་རྒྱུད་དཀོན་མཆོག་གི་འགྲོ་བ་སེམས་ཅན་སྐྱབས་སྟངས་དེ། སང་རྒྱུད་དཀོན་མཆོག་ཁོ་རང་གི་རྒྱུད་ལ་ཡོད་པའི། ལུང་དང་རྟོགས་པའི་ཡོན་ཏན་འདི་ཚོ་སྤྲད་དེ་ནད་པ་ལ་མ་སྤྲད་བྱས། སྐྱབས་ཡ་གི་ཁྱོད་ནི་ཡིན་ས་མ་རེད་བསམ་གི་རུ་བ། ཨམ་ཆུ་བཅས་ཀྱི་ནད་པ་བསྐྱབས་ཡོང་སྟེ་ཨམ་ཆུ་ཁོ་རང་ལ་ཡོད་ཁོ་རང་གི་ན་ཚ་མེད་པས་ཨ་ནེ་གཅིག་གིས་བཟང་པོ་འདི་ཚོ་མར་སྤྲད་ཁ་ཡོད་མ་རེད་པ་རེད་བ། བྱས་ཙང་དེ་ཡིན་དུས་ཙམ་ལ་སངས་རྒྱས་དཀོན་མཆོག་གི་སྐྱབས་དང་དེ་ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང། སྒྲོལ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱི་རྟོགས་པ་གཞན་ལ་སྤོབས་མིན་ཏེ་ཆོས་ཉིད་བདེན་པ་བསྟན་པའི་བྲོ་བར་གྱུར། རེད་བ། ངེས་པའི་འགྲོ་བ་སྐྱོབ་དང་དེ་ང་བརྩེ་བ་ཆེན་པོ་ཡོད་ཡོད་ལ་ནི་ངས་ལུང་རྟོགས་ཀྱི་ཡོན་ཏན་ཚོ་གདུགས་སུ་སྤྲད་ཆོག་ཆོག་བྱས་ནས་བཀྲེས་ནས་སྐྱབས་ཡ་གང་ཡང་མེད། ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར་ཞེས་པའི་ཚིག་དེ་གས་ཆོས་བསྟན་ནས། ཁྱེད་རང་ཨ་ནི་ངས་ཁྱེད་རང་ལ་ཡང་སྐྱབས་དགོས་ཀྱི་ཡོད་པ་ཡིན་ན། དཔེར་ན་སྨན་པ་གཅིག་གིས་དགྲ་ནད་པ་ལ་ཡང་ངས་ཁྱེད་རང་སྐྱབས་དགོས་ཡོད་ན་ཟེར་ན་རྩ་གཅིག་བལྟ་བར་རོགས་དེ་ནང་བཞིན་འགྲོ་བ་རིས་དྲུག་གི་སེམས་ཅན་རྣམས་ཀྱི་དངོས་གནས་ཚུལ་དེ་ལ་ཡང། སངས་རྒྱས་དཀོན་མཆོག་གིས་གཟིགས། ཨ་ནི་དེ་ལ་ཡང་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པའི་གནས་སྟངས་ཡོད་པ་དེ་གསལ་པོ་ཅིག་ཆགས་ཡོང་དུས། ཨོ། ད་ཁྱེད་རང། སྡུག་བསྔལ་བའི་རང་བཞིན་ཅན་ཞིག་རེད་འདུག་བ། ལུས་དང་སེམས་ལ་སྡུག་བསྔལ་དེ་འདྲས་འདུག་བ། ཨ་ནི་སྡུག་བསྔལ་དེ་དག་ལས་ཁྱེད་རང་ཐར་འདོད་ཡོད་ན། ཨ་ནི་སྡུག་བསྔལ་དེ་དག་ལས་སྐྱ་བའི་ཨག་གི་ཐབས་ཚུལ་དེ་ཨ་ནི། ཉམས་ལེན་བྱེད་དགོས་རེད། སྒོམ་ཉམས་ལེན་བྱེད་དགོས་རེད། སྒོམ་ཉམས་ལེན་བྱས་པ་ལ་ཨ་ནི་ཆོས་སྐོར་ལ་བསམ་བློ་བཏང་དགོས་རེད། བསམ་བློ་བཏང་བ་ལ་ཆོས་སྐོར་ལ་ཐོས་དགོས་རེད། དེ་ཡིན་ཙང་ངས་ཁྱེད་རང་ལ་སྡུག་བསྔལ་ལས་ཐར་ཡག་གི་ཐབས་ཚུལ་ངོ་སྤྲད་ཀྱི་ཡིན་ཟེར་ནས་ཨ་ནེ་བཅོམ་ལྡན་འདས་ཀྱིས་བཀའ་འགྱུར་ལ་སོགས་པའི་ལྟ་ཆོས་འདི་སྐད་དེ་མ་གསུངས། དེ་གསུངས་ཡོང་དུས་ཨ་ནེ་ཕ་རོལ་པོ་གིས་སོ་སོའི་ན་བཟའ་དང་སོ་སོའི་བཀའ་ཉན་ངོ་ཅི་འཕྲོད། ངོ་ཅི་འཕྲོད་ནས་བཀའ་ཉན་གསལ་བའི་སད་ཐབས་ཆོས་དེ་ཡང་ངོ་ཅི་འཕྲོད། ཆོས་དེ་ངོ་འཕྲོད་ནས་ཁོ་རང་གིས་ཆོས་དེ་ལ་ཡང་ཉམས་ལེན་བྱས་པ་ཡིན་ན་ལྟ་ཆོས་ཉམས་ལེན་བྱེད། འགྲོ་བ་མིག་གིས་ཆོས་ཉམས་ལེན་བྱེད་ལ་བ་དང་ནད་པའི་སྨན་ཟ་ལ་བ་གཉིས་འདྲ་པོ་འདྲ་པོ་རེད་བ། ད་དེ་ཉམས་ལེན་བྱས་ན་ཨ་ཁོ་ཉིན་རེ་ཉིན་རེ་ཉིན་རེ་ཡར་རྒྱས་ཆེ་ནས། ཁོ་རང་ཡེ་ནས་གཞུང་མ་སངས་རྒྱས་ནང་བཞིན་ཆགས་ཡ་ཡོད་རེད་བ། དེ་འདྲ་ཅིག་ཆགས་སོང་ན་ཨོ་ད་སངས་རྒྱས་ཡི་ང་སྐྱབས་སོང་ཟེར་ཡ་ཅིག། ད་ཆུང་ཙག་ནས་སྐྱབས་པ་ནས་སངས་རྒྱས་ཀྱི་བར་དུ་སྐྱབས་པ་སྐྱབས་མང་པོ་ཡོད་རེད་བ། རེད་བ་སྐྱབས་སྟངས་མང་པོ་ཡོད་རེད་བ། དྲག་དྲག་གིས་སྨན་པ་ནད་པ་སྐྱབས་ཡོང་དུས་ན་ཚ་ཆུང་ཙག་ནས་སྐྱབས་པ་ན་ཚ་ཆེ་ས་ནས་སྐྱབས་པ་དཔེ་མང་པོ་ཡོད་རེད་བ། དེ་ནང་བཞིན་སྐྱབས་སྟངས་ལ་རིམ་པ་མང་པོ་ཞིག་ཡོད་ཅིག་སངས་རྒྱས། ད་གང་ལྟར་སངས་རྒྱས་ཀྱི་སྐྱབས་དང་གཙོ་བོ་དེ་དམ་པའི་ཆོས་བསྟན་པའི་ཐོག་ནས་སྐྱབས་དང་དེ་ཡིན་པ་ར་བསམ་མི་ཐུབ། ཨང་ཡང། ད་དེ་ནས། ཆོས་དཀོན་མཆོག་གི་སྐྱབས་དང་དེ་ག་འདྲི་རེད་ལ་ན་དེ་ཡང་ངས་དཔེ་དེ་འདྲ་སྦྱར་གྱི་ཡོད། དཔེར་ན། སྨན་གྱིས་ནད་པ་ག་འདྲི་སྐྱབས་ཀྱི་ཡོད་རེད། རེད་བ། སྨན་ཁོ་རང་གིས་ནད་པ་ཅིག་སྐྱབས་དགོས་རེད་བ། དེ་སྐྱབས་དང་ག་འདྲི་སྐྱབས་ཀྱི་ཡོད་རེད་ལ་ཡོང་དུས། སྨན་གྱིས་ནད་པ་སྐྱབས་དང་དེ་ནད་པ་ཁོ་རང་གིས་ན་ཚ་ལ་དཔག་པའི་སྨན་ངོ་འཕྲོད་ནས་སྨན་དེ་ཁ་ཐུག་ཁོ་རང་ཟ་ཡོང་དུས་སྨན་གྱིས་ཁོ་རང་གིས་ཤུག་ཅིག་སྨྲས་ཁོ་རང་གིས་ནུས་པ་ཅིག་ཐོན་ཡ་འདུག་རྒྱ་སྨན་ཡིན་ན་ཡང་འདྲ་བོད་སྨན་ཡིན་ན་ཡང་འདྲ་ཁོ་རང་ཁོ་རང་ནུས་པ་ཐོན་ནས་དཔེར་ན་གཟུགས་པོའི་ནང་ལ་བའི་རིས་འདྲ་མི་འདྲ་གིས་རྐྱེན་པའི་ན་ཚ་ཡིན་པ་ཡིན་ན་སྨན་ཁོ་རང་གིས་ཨ་ནི་གཟུགས་པོའི་ནང་གི་བའི་རིས་ཨ་ནི་མེད་པ་བཟོ་ཡ་བྱེད་ཀྱི་འདུག་འདུག་བ། ད་ཡང་སྨན་ག་ཤེད་དཔེ་ཡག་པོ་འདུག་བ་ཁྱེད་ཆོས་གཉིས་ལྡན། ཕྱོགས་གཅིག་ནས་མི་མཐུན་ཕྱོགས་སྦུ་གདུག་ལྕགས་བདུན་ཚོ་དྲས་ཏེ་བསད། ཡང་ཚུར་ཕྱོགས་བསྔོ་ནས་གཟུགས་ཕུད་སྟོབས་ཡང་རྒྱས་དེ་འདྲའི་འདུག། དེ་ནང་བཞིན་སངས་རྒྱས་ཀྱི་ཆོས་ལ་ཡང་མང་པོ་འདུག། སྟོང་པ་ཉིད་རྟོགས་པའི་ཤེས་རབ་ལ་བ་ཡིན་ན། སྟོང་པ་ཉིད་རྟོགས་པའི་ཤེས་རབ་ལ་བ་ཡིན་པ་ཡིན་ན། དེས་ཀྱི། སྟོང་པ་ཉིད་རྟོགས་པའི་ཤེས་རབ་ཆོས་ད་འདིར་བ་དང་པོ་འདུག་ཅེ་ན། ཆོས་དཀོན་མཆོག་གི་སྐྱབས་དང་སྐད་ཆ་བཤད་པ་ལ་ཆོས་དཀོན་མཆོག་གཙོ་བོ་ལམ་བདེན། དེ་ནས་འགོག་བདེན་རེད་བ། ད་འགོག་བདེན་འདི་གྲུབ་འབྲས་འདིར་བ་ལམ་བདེན་གྱི་སྡུག་བསྔལ་བཀག་པའི་གྲུབ་འབྲས་དེ་ཡིན་ཙང་གྲུབ་འབྲས་དེ་བྱུང་ཙང་ན་ད་སྡུག་བསྔལ་ཡོད་ཁོར་མ་རེད་པ་དེ་ཡིན་དུས་ཁོས་སྐྱག་པ་དེ་ལ་ཆེས་མོ་གོ་བ་བྱས། དཔེར་ན་མི་ལ་མ་སོ་ན་སྨན་ཟ་ནས་ན་བཟའ་དྲག་ཟིན་པོ་སོར་ཕྱིར་བ། ནད་པ་ན་བཟའ་དྲག་པ་དེ་སྡུག་བསྔལ་ན་བཟའ་གི་སྡུག་བསྔལ་ཡོད་མ་རེད་པ་དེ་ནང་བཞིན་ཡིན་དུས་དེ་འགྲིག་པ་བྱས། ད་ལམ་བདེན་སྒང་ལ་སླེབས་ཡོང་དུས་ཨ་ནི་ནད་འགག་གཉིས་ཡོང་གི། ཨཱ། ཚུར་བྱུང་ངོར་ནས་སྟོང་པ་ཉིད་རྟོགས་པའི་ཤེས་རབ་ཀྱིས་ཨ་ནི་རིགས་ཀྱི་ལམ་བསྟན་ཅིག། ད་ཡང་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་འདས་པའི་བྱང་ཆུབ་སེམས་ལ་སོགས་པའི་ཨ་ཡང་ལམ་གྱི་རིགས་གཉིས་ཡོང་གི། ད་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་ཚོ་དྲས་ཏེ་ད་ཆོས་ཁོས་སྐྱབས་དང་སྦྱོར་བ་སེམས་ཅན་སྐྱབས་དང་དེ། སྔོན་གནས་དྲངས་ནས་སེམས་ཅན་ཁོ་རང་གི་ནང་ལ། འདོད་ཆགས་དང་ཞེ་སྡང་དང་སྡིག་སྐྱེད་དེ་ག་འདྲས་ཡོང་གི་འདུག་བལྟས་ཡོང་དུས་ཆགས་སྡང་ཡོང་ས་རྩ་བ་དེ་གཏི་མུག་སྡང་འཛིན་དེ་བྱས། བདག་འཛིན་དེ་ཀས་ཆོས་ཐམས་ཅད་བདག་ཏུ་གྲུབ་པར་འཛིན་ཡང་རང་ངོ་ནས་ཡོད་པར་གྲུབ་པར་འཛིན་ཡག་ཐང་རྒྱུས་པ་ཡིན་ན། དེ་འདྲའི་འཛིན་པའི་བློ་གཅིག་ཁོ་རང་སླེ་བསྡད་ཀྱི་ཡོད་རོ། ད་འཛིན་པའི་བློ་དེ་སླེ་བས་མ་ཚོ་ཁོས་ཞེ་བུ་གཅིག་གིས་གནོད་སྐྱོན་ཆེན་པོ་བྱེད་ཀྱི་ཡོད་རོ་དེ་ཡིན་དུས། བདག་ཏུ་གྲུབ་པར་འཛིན་པའི་བློ་དེ་འདྲས་སྐྱེས་ཡོང་དུས་བདག་མེད་པས་ཨ་ནི་ཤེས་རབ་ཅིག་སྐྱེས་སོང་ན་ཤེས་རབ་དེ་ཀྱིས་ཁ་ཐུག་ཁོ་རང་བདག་འཛིན་གྱི་བློ་དེ་གཉེན་པོ་གཏན་ནས་མེད་པ་བཟོས་གི་འོ་རེད་ད་ཁྱེད་ཞུ་བ་ནང་བཞིན་ཉི་མ་དུག་སེར་ཤར་བ་དང་མུན་པ་མེད་པ་བཟོས་པ་ནང་བཞིན་ཆགས་ཀྱི་འདུག་བ། ད་བྱང་ཆུབ་སེམས་འདྲ་པོ་དེ་འདྲའི་སྡུག་བསྲན་ཚུལ་སྐྱེས་ཡོང་དུས། གང་ཟག་གིས་བདག་ཏུ་གྲུབ་པར་འཛིན་པའི་བདག་འཛིན་དང། རང་ངོ་ནས་གྲུབ་པར་འཛིན་པའི་འཛིན་པ་ཁ་ཏུ་མེད་པ་ཆགས་ཀྱི་མ་རེད། ཆགས་ཀྱི་མ་རེད་དེ། བྱང་ཆུབ་ཀྱི་སེམས་དེ་གིས་ག་རེ་ཡོང་གི་ཡོད་རེད་ལབ་པ་ཡིན་ན། ཡང། བློ་དེ་མ་ཡིན་གྱིན་བློ་སྡུག་ཅག་རང་གཅེས་འཛིན་སེང་ཞོར་རོ། གཞན་དག་ག་རེ་བྱས་ན་བྱས། ང་རང་ཡག་པོ་དགོས་རེད་བསམ་པ་གཞན་བློས་བཏང་ནས་རང་གཅེས་པར་འཛིན་པའི་བློས་རང་གལ་ཆེ་བ་ལྟ་བུའི་བློ་ཆོད་རོ། ད་བྱང་ཆུབ་སེམས་དེ་ཀྱིས་རང་བློས་བཏང་ནས་གཞན་གལ་ཆེ་བར་གཞན་གཅེས་པར་འཛིན་གྱི་ཡོད་ཙང། བྱང་ཆུབ་སེམས་དེ་གཞན་གཅེས་འཛིན་གྱི་བློ་ཡིན་ཙང་དེའི་ཚུལ་བྱུང་ངོ་ལ་རང་གཅེས་འཛིན་དེ་ལ་ཁ་བརྡའི་ཏག་ཏག་བཅག་ཡོད་ངེས་སོ། ད་དེ་ནང་བཞིན་ལམ་གྱི་རིགས་ནང་ལ་བྱམས་པ་ངོ་བོར་གྱུར་པའི་ལམ་ཡོད་རོ། བྱམས་པ་ངོ་བོར་གྱུར་པའི་ལམ་དེ་ཀྱིས་ཞེ་སྡང་ལ་ཁ་བརྡའི་ཏག་ཏག་བཅག་ཡང་འདྲ་བ་ཅི། དེ་ནང་བཞིན་གྱི། དཔེར་ན་ཆ་བྱ་བ་ཡིན་ན་ངེས་འབྱུང་གི་བསམ་པ་ཅིག་ཤུགས་དྲག་པོ་ཅིག་ཡོད་ན། ངེས་འབྱུང་གི་བསམ་པ་ཤུགས་དྲག་པོ་དེ་གིས་འཁོར་བ་ལ་ཆགས་པའི་འདོད་ཆགས་དེ་ཚོ་ཕ་བཀག་ཡོང་ངེས་ཅིག། དེ་འདྲས་དེ་འདྲས་བྱས་ནས་ལམ་གྱི་རིགས་ཀྱི་ནང་ལ། སྨན། ང་ཚོ་མ་བཟོད་ན་སྨན་ཁོ་ང་རང་ཚོ་སྨན་གྱི་རིགས་ལ་ཁ་ཐུག་ཁ་ཐུག་ན་ཚ་ག་རེ་ཡིན་ན་ལ་ཁ་བཏད་བཅག་ཡ། བའི་རིས་ག་རེ་ཡིན་ནས་འབུ་དེ་དང་དེ་ལ་ཁ་བཏད་བཅག་ཡ་ནང་བཞིན་ལམ་ནང་ལ་ཡི་དེ་འདྲས་འདུག་བ། སོ་སོ་ཁ་བཏད་བཅག་ཡ་དེ་འདྲས་ཞིག་འདུག་བ། བྱས་ཙང་ད་དེ་གས་ཚང་མ་ཨ་ནི་ར་ཅི་ཁྲོས་ནས་ཉམས་ལེན་བྱེད་ཡོང་དུས། ཏག་ཏག་པའི་ཉོན་མོངས་འདི་གི་ལ་ཁབ་དེ་བཅག་ཡ་ཅིག་འདོད་ཆགས་ཞེ་སྡང་གཏི་མུག་ཕྲག་དོག་འགྲན་སེམས་བསད་ཡ་ཏག་ཏག་ཉོན་མོངས་རིགས་ཚང་མ་ལ་ཡ་ཁབ་དེ་བཅག་ཡ་ཅིག། དེ་ཁབ་དེ་བཅག་ཡོང་དུས་ཉོན་མོངས་དེ་དཔེར་ན། ཆུའི་མགོ་དེ་བཀག་བཞག་ན་དེ་ཞུགས་ཆུ་ཡོང་མར་བ་དེ་ནང་བཞིན། སྡུག་བསྔལ་གྱི་རྒྱུ་ཉོན་མོངས་འདི་ཕག་ལ་ཁབ་དེ་བཅག་ཡོང་དུས་ཉོན་མོངས་དེ་ལ་བརྟེན་ནས་ཞུགས་ཡོང་ཡ་གི་སྡུག་བསྔལ་དེ་ཚོ་ཏག་མེད་པ་ཆགས་འགྲོ་ཡ་ཅིག། དེ་འདྲ་ཡིན་པ་ཡིན་ཙང། ཆོས་དཀོན་མཆོག་གི་འགྲོ་བ་སྐྱབས་སྟངས་དེས་ཆོས་ཉམས་སུ་བླངས་ནས་ཨ་ནི་འགྲོ་བ་རང་རྒྱུད་ཀྱི་སྡུག་བསྔལ་གྱི་རྒྱུ་ཉོན་མོངས་བཀག་ནས་སྡུག་བསྔལ་མེད་པར་རིམ་གྱིས་ཆགས་འགྲོ་ཡ་བྱེད་དོ། དེ་ཆོས་དཀོན་མཆོག་གི་སྐྱབས་སྟངས་རེད་བཤད། ད་ཐང་གིས་དེ་ད་སངས་རྒྱས་དཀོན་མཆོག་གི་སྐྱབས་སུ་སྐྱོབས་སྟངས་བྱས། དེའི་ཞུ་སྒོ་དེ་ལ་ཡང་ཆོས་དཀོན་མཆོག་གི་སྐྱབས་སྟངས་དེ་ཞུས་ཚར་བར་བ། ད་ད་ལྟ་དེ་དགེ་འདུན་དཀོན་མཆོག་གི་སྐྱབས་སྟངས་དེ་ཞུས་པ་ཡིན་ན་ད་དེ་ལས་ངས་གོ་བདེ་བའི་ཆེད་དུ་དཔེ་དེ་འདྲ་ཅིག་བཀོད་ཀྱི་ཡོད། དཔེར་ན། ང་རང་ཚོ་ད་སྨན་ཁང་ནང་ལ་ཡོད་ཕྱག་ལས་གནང་མཁན་སྨན་ཞབས་པ། ཨིན་ཇི་སྐད་ནང་ལ Nurse ཟེར་གྱི་ཡོད་རེད་བ། བྱས་ཙང་ད་སྨན་ཞབས་པ་ཟེར་ནའི་འདྲ Nurse ཟེར་ནའི་འདྲ་ཁོ་ནང་ཚོའི་ནད་པ་སྐྱོབ་སྟངས་ཅི་ཡོད་རེད་བ། ཨོ་ད་དེའི་དཔེ་ལ་ཡང་བཞག་པ་ཡིན་ན་བསམ་གི། ད་སྤྱི་བཏང་ནས་དགེ་འདུན་དཀོན་མཆོག་ལ་ཡང་ནམ་རྒྱུན་སྐྱབས་སྒྲུབ་པའི་ཟླ་གྲོགས

ད་སྒྲུབ་ཡ་ལ་ཡ་རོགས་བྱེད་མཁན་ཅིག་མིག་པ་ལྟ་ས་ཅིག་སྒུག་ཡོད་ར་བ་དེ་ཡིན་པ་ཡིན་ཙང་དགེ་འདུན་དཀོན་མཆོག་དེའི་གསུང་ཡིན་པ་རེད་ད་འདི་ལ་ཡ་དཔེ་ན་ང་རང་ཚོ་བཅས་ཀྱི་ནད་པ་འདྲ་བོ་ཅིག་ད་སྨན་ཁང་ལ་ཡ་ལྷག་ཆེད་བསྡད་ཡོང་དུས་ཨ་ནི Nurse ཚོའུ་ཡོང་ཆས་ཨ་ནི Nurse གིས་ཨ་ནི་པའི་ནད་པ་དེ་ལ་ཡ་ད་ཁྱོད་རང་ང་ཚོ་དེ་འདྲ་དེ་འདྲ་དེ་འདྲ་ཡོད་རེད། བདེ་སྐྱིད་དེ་བས་ད་ཨམ་ཅིག་སོང་བ་ནང་བཞིན་ཡང་ནར་སྐྱེས་ངོ་སྤྲོད་བྱས། དེ་དང་མཉམ་དུ། ཨ་ནི་ནར་སྐྱེས་ད་ཡིན་ནས་ཁྱེད་རང་སེམས་ཁྲལ་བྱེད་དགོས་མ་རེད། ཁྱེད་རང་གི་ན་ཚ་བདེ་སྐྱིད་དེ་དྲག་ཡག་ཡོད་རེད་ཐབས་ཤེས་ཡོད་རེད། ཨ་ནི་དྲག་ཡག་གི་ཐབས་ཤེས་ལ་ཡ་ཁྱེད་རང་སྨན་དེ་འདྲི་དེ་འདྲི་ཟ་དགོས་རེད། སྨན་ཟ་དུས་ཙམ་པ་ཨ་ནི་ཞོ་སྐད་དེ་འདྲི་ཅིག་ཟ་ཉིན་གུང་དེ་འདྲི་ཟ་དགོང་དག་དེ་འདྲི་ཟ། ཡང་སྨན་ཟ་བའི་ཁ་ཐུག་དེ་ལ་ཁ་ལག་ཟ་ཆོག་པ་འདི་རེད། ཁ་ལག་ཟམ་མི་ཆོག་པ་འདི་རེད་ཨ་ནེ་རྒྱུན་དུ་འཕྲོད་བསྟེན་དེ་འདྲས་བྱེད་དགོས་རེད་ཨ་ནེ་ནམ་ཞག་གི་ད་དེ་འདྲས་གི་བས་ནར་སོགས་ཀྱི་སློབ་གསོ་བཏང་བྱས་ཨ་ནེ་བས་ནད་པ་ལ་ཡག་ཅིག་གི་ད་སློབ་གསོའི་ཐོག་ནས་དང་དངོས་སུ་ལག་ལེན་གི་ཐོག་ནས་དང་ཨ་ནེ་ཅིག་རོགས་པ་ཞུ་བྱས་ཡོད་རེད་པ་འོ་ད་དེ་ནང་བཞིན་བྱས་ནས་དགེ་འདུན་དཀོན་མཆོག་གི་ཨ་ནེ་སྐྱབས་སྟངས་དེ་ཡང་དེ་འདྲས་སོགས་རེད་ཅིག་འདུག་ཨ་དགེ་འདུན་དཀོན་མཆོག་ཁོ་རང་སོ་སོ་ཨ་ནེ་བས་ཆོས་དཀོན་མཆོག་ཉམས་ལེན་བྱས་ནས་གང་འཚམ་གྱི་ད་ཅིག་གི་རྟོགས་པ་ཡོད་པ་ཅིག་ཆགས་ཡོད་རེད་སོ་སོའི་རྒྱུད་ལ་རྟོགས་པ་ཡོད་རེད་དེ་ཡིན་དུས་སོ་སོས་ཤེས་དགོས་རེད། ལམ་བདེན་ག་འདྲས་ཡིན་མིན་འགོག་བདེན་ག་འདྲས་ཡིན་མིན་དེ་སྐད་དུ་ཆོས་དཀོན་མཆོག་ཡིན་དང་དེ་ཡི་ཕན་ཐོགས་ག་འདྲས་ཡིན་ཆ་ཚང་ཤེས་ཀྱི་ཡོད་རེད་བ་ཤེས་ཀྱི་ཡོད་ཙང་ད་དེ་བས་ང་རང་ཚོ་འགྲོ་བ་རྣམས་ལ་ཨ་ནི་ཁྱེད་རང་ཚོ་ལ་ཡང་ཨ་ནི་སངས་རྒྱས་དཀོན་མཆོག་གིས་ཨ་ནི། ཆོས་དེ་འདྲས་དེ་འདྲས་དེ་འདྲས་གསུངས་སོང་ཨ། ད་སྡུག་བསྔལ་མེད་པ་བཟོ་ཡ་གི་ཐབས་ཤེས་དེ་འདྲས་དེ་འདྲས་དེ་འདྲས་གསུངས་སོང་ཨ། ད་སྡུག་བསྔལ་མེད་པ་བཟོ་ཡ་གི་ཐབས་ཤེས་གསུངས་པ་འདི་ནི་ཐབས་ཤེས་ཀྱི། དེ་ལ་གཙོ་ཕལ་མང་པོ་ཡོད་རེད་གཙོ་བོ་ནི་ཆོས་དཀོན་མཆོག་དེ་རེད། དེ་ཡིན་ཙང་ཁྱེད་རང་ཚོ་གིས་ཆོས་དཀོན་མཆོག་རང་རྒྱུད་ལ་སྐྱེ་ཐུབ་པ་བྱས་དགོས་རེད། ཆོས་དཀོན་མཆོག་རང་རྒྱུད་ལ་སྐྱེ་ཐུབ་པ་བྱས་པ་ལ་ཨ་ནི་ཁྱེད་རང་ཚོ་གིས་དེ་འདྲས་དེ་འདྲས་དེ་འདྲས་བྱས་དགོས་རེད་བྱས་ནས། ཁོ་རང་གི་ཉམས་མྱོང་གང་ཡོད་པ་དེ་ཨ་ནི། འགྲོ་བ་རྣམས་ལ་བསྟན། བསྟན་པས་མ་ཟད་ཨ་ནི་འགྲོ་བ་རྣམས་ཀྱིས་ཉམས་ལེན་བྱེད་པའི་ཁ་ཐུག་ལ་ཡིན་ན་ཡང་ཁོ་རང་ཚོས་ཀྱི་རོགས་གང་ཐུབ་ཅི་ཐུབ་བྱས་ནས། དཔེར་ན་སྨན་ཞབས་པས་ཀྱི་ནད་པ་སྨན་ཟ་དུས་རོགས་གང་ཐུབ་ཅི་ཐུབ་བྱས་པ་ནང་བཞིན་ཁོ་རང་ཚོས་རོགས་གང་ཐུབ་ཅི་ཐུབ་བྱས་ནས་འདུག་བྱས་ནས་ཨ་ནི། ནད་པའི་ངོས་ནས་ཅིག་གིས་སྨན་ཞབས་པ་ལ་ཡ་ཨ་ནི། གྲོགས་སུ་བསྟེན་པ་ནང་བཞིན་འགྲོ་བ་རྣམས་ཀྱིས་དགེ་འདུན་དཀོན་མཆོག་སྐྱབས་འགྲོ་བའི་གྲོགས་སུ་བསྟེན་ནས། གྲོགས་སུ་བསྟེན། ཨ་ནི་དགེ་འདུན་དཀོན་མཆོག་ཀྱང་ཡང་དེ་དག་ལ་གྲོགས་བྱས། དུ་བྱས་ནས་སངས་རྒྱས་ཀྱི་ས་ལ་ཡང་བྲོས་ཡ་བྱོས་ཨེ་ར་བ། དེ་ལ་དགེ་འདུན་དཀོན་མཆོག་གི་སྐྱབས་སྟངས་དེ་དེ་འདྲ་ཅིག་ཡིན་པ་འདྲ་བསམ་གྱིས། བྱས་ན་དེ་ཡིན་པ་ཡིན་ཙང་དེ་རེད་བཞག་དཔེར་ན་ངས་འདུག་ས་བསམ་བཏང་ཡོང་དུས། ང་རང་ཚོ་སྤྱི་ཡོངས་ཀྱི་མྱོང་བའི་ཐོག་ནས་ར་འཕྲོད་ཡ་ལ་བལྟས་པ་ཡིན་ན་ཕལ་ཆེན་ང་རང་ཚོ་ལ་ཡ་བཅས་ཀྱི་ད་སངས་རྒྱས་དཀོན་མཆོག་ལ་ནི་དད་པ་ཡོད་རེད། ཨ་ཆོས་དཀོན་མཆོག་ལ་ནི་དད་པ་ཡོད་རེད་ཡོད་པ་མ་ཟད་ཨ་ཆོས་དཀོན་མཆོག་སྒྲུབ་ཡག་གི་བསམ་བློ་འཁོར་བ་ཡོད་རེད་ད་དེ་འདྲའི་སྐབས་སུ་ཨ་ནི་ང་རང་ཚོས་གཅིག་བྱེད་དགོས་དུ་ཟེར་དུས་ད་མིག་དཔེ་ལྟ་ས་དེ་སྐྱབས་ཡུལ་དགེ་འདུན་གྱི་སྡེ་ཟེར་ནས་དེ་གས་དེ་ཀྱི་ད་ཆོས་བྱེད་སྟངས་ལ་མིག་དཔེ་ལྟ་དགོས་དགོས་འདུག་བ། ད་དེའི་ནང་ལོགས་ནས་ཀྱང་ཨ་ནེ་གཅིག་ནང་ཆོས་ཀྱི་དགེ་རྒན། ནང་ཆོས་པ་སྟོན་མཁན་ད་སོ་སོའི་བླ་མ་ཡིན་ན་ཡང་འདྲ་ཆོས་གྲོགས་ཡིན་ན་ཡང་འདྲ་གང་ད་གང་ལ་གང་འཚམ་གྱི་མཁས་བཙུན་བཟང་པོའི་ཡོན་ཏན་ཡོད་པའི་དགེ་འདུན་དེ་ཚོ་ལ་མིག་དཔེ་བལྟས་ཁོ་ན་ཚོ་གས་ཨ་ནེ་གཅིག་གི་ལམ་སྟོན་རོགས་བྱས་འདུག་བྱས་ན་འགྲོ་གི་འདུག་བ། ཆེ་ད་དེ་འདྲ་ཡིན་པ་ཡིན་དུས། དགེ་འདུན་དཀོན་མཆོག་གི་སྐྱབས་དང་ཚོད་དེ་དེ་འདྲ་རེད་ཤག་ཨ།